ད་འདི་དྲུག་པ་ཟེར་ཡག་དེ་ཁ་སང་ཡག་གི། གཉིས་པ་གུས་པ་ཇི་ལྟར་བསྒྲུབ་པ་ལ་རྒྱས། རྒྱས་ཀྱི་ནང་ནས་ཡོན་འབུལ་བ་དང་པོ་ཡོན་འབུལ་བ་ཚ། གཉིས་པ་སངས་རྒྱས་སུ་བལྟ་བ་ཚ། གསུམ་པ་བཀའ་བསྒྲུབ་པ་ཚར། བཞི་པ་བླ་མའི་མཛད་དང་འཁོར་ལ་ཇི་ལྟར་བྱ་བ་ཚ། ལྔ་པ་ཁྲག་གི་ཀུན་སྤྱོད་དག་པར་བྱ་བ་ཚ། ད་འདི་རེད། དྲུག་པ། ལུས་ངག་གིས་བསྙེན་བཀུར་བའི་ཁྱད་པར་བྱས་ནས། ཨོ་ད་གང་ལྟར་བརྒྱད་ཀྱི་ནང་གི་དྲུག་པ་འདི་འགོ་ཚུགས་པ་རེད། ད་འདི་ནང་ལ་ཡང་ཚིག་འདི་དཔེ་གནད་འགག་འདུག་བ། ལུས་ངག་གིས་བསྙེན་བཀུར་ལ་གི་འདུག་བ། བཀུར་ལ་ཡའི་འདི་ད་གུས་བཀུར་ཞུས་པ། བཀུར་སྟི་བྱེད་པ། ཞབས་ཞུ་སྒྲུབ་པ། དེའི་ཕྱག་གི་དུ་བ། ཡེ་ནས་དེའི་སྔོན་ལ་སྙན་སའི་ཚིག་གི་དུ་བ། ད་འདི་ང་རང་ཚོ་ནམ་རྒྱུན་ཡི་དམ་གྱི་བསྙེན་པ་བཏང་སའི་གི་བསྙེན་དེ་དང་གཅིག་པ་རེད་དེ་རེ་ཡིན་ཙང། སོ་སོའི་ངོས་ནས་བླ་མ་ལ་ཡ། སེམས་གཙང་མ། དྭངས་ཤིང། གཙང་བ། དད་པ། མོས་པ། འདི་འདྲའི་གཅིག་གི་ཐོག་ནས་བླ་མ་ལ་ཡང་གུས་ཞབས་བྱས་བླ་མའི་ཞབས་ཞུ་བསྒྲུབས་ན། སོ་སོ་དང་བླ་མ་གཉིས་ཉེ་རུ་ཉེ་རུ་འགྲོ་གི་རེད། དཔེར་ན་ཡི་དམ་གྱི་བསྙེན་པ་ཟེར་ཡ་དེ་ཡི་དམ་ཉེ་རུ་བཏང་བ་ནང་བཞིན་རང་དང་བླ་མ་གཉིས་པའི་ལུས་ཉེ་བ་ཙམ་གྱི་གཙོ་བོ་མ་ཡིན་པ་གཙོ་བོ་པའི་ཐུགས་ཉེ་པོ། པས། བླ་མའི་ཐུགས་ལ་ཡེ་ནས་སློབ་མ་པས་དྲན་ཏེ། བསམ་སྟེ། སློབ་མའི་ངོས་ནས་པས་བླ་མ་དྲན་ཏེ། འོ་དེ་འདྲ་གི། པས་བླ་མ་དང་རང། རང་གི་སེམས་གཉིས་ཉེ་བོ་བཟོས་ཏེ་རེ་དོ། ཞེས་སོ། དེ་ཡིན་ཏེ། ལུས་ངག་གིས། བསྙེན་བཀུར་བའི་ཁྱད་པར་ཟད་དེ་དེ་རེད། བསྙེན་བཀུར་ཟེར་གོ་དོན་དེ། དེ་འདྲ་གི་ཁྱད་པར་བསྟན་པ་ལ་གཉིས། ལུས་ཀྱི་སྒོ་ནས་བྱེད་སྟངས་གཅིག། ངག་གི་སྒོ་ནས་བྱེད་སྟངས་གཉིས་ཡོད་ཙང་ལུས་ཀྱིས་བསྙེན་བཀུར་ངག་གིས་དེའོ། ད་དང་པོ་ནས་བཟོས་དུས་ད་ལུས་ཀྱི་སྒོ་ནས་བྱེད་ཡ་དེ་ད་དེ་ཚོ་ལས་སླ་པོ་འདུག་བ། རྐང་བཀྲུ་བ་དང་བཟོས་དུས་བླ་མའི་གི་ཞབས་བཀྲུ་ཡ། ལུས་བཀྲུ་དང་བཟོས་དུས་བླ་མའི་གི་སྐུ་གཟུགས་བཀྲུ་ཡ་གཉིས་བྱེད། དྲིལ་དང་ཟས་ཏེ་དྲིལ་ཕྱི་རེད་དྲིལ་ཕྱི་དྲིལ་དང་ཞེས་པས་དྲིལ་ཕྱི་དྲིལ་ཕྱི་ཟས་ཏེ། བླ་མའི་སྐུ་གཟུགས་ཐུགས་སྤྲུལ་བའི་ཁ་ཐུག་དེ་ལ་གྲགས་པ་ཕུར་ཡ་ཡོར་བ་གྲགས་པ་དེ་ལ་གྲགས་པ་ཕུར་ཡོང་དུས་ལག་ཏུ་དྲིལ་བུ་ཡོད་པ་ཡིན་ཙང་གྲགས་པ་ཕུར་ཡ་དེ་བྱས། ཕྱི་ཡི་ཟས་དུ་ཙམ་པ་དེ་ཕྱི་ལྟར་དང་ཡང་དེ་རེད་བ་དེ་ཡིན་དུས་དྲིལ་ཕྱི་ཟས་ཏེ་དྲིལ་ཟས་ཏེ་ནང་འཛུལ་ཡོད་རེད་དྲིལ་དང་ཞེས་པས་དྲིལ་ཕྱི། སྙེ་ཞེས་པ་དེ་སྐུ་སྙེ། རྙེད། མ་འོ་རྙ་གྲོགས་མོ་རྙེད་ཟེར་ཏེ་སྐུ་རྙེད་སྐུ་རྙེད་བཤད་ཡ་དེ་དེང་སང་ང་རང་ཚོ་ཡོངས་གྲགས་སྐད་ཆ་མ་ས་སི་བཏང་ཡ་དེ་རེད། བྱས་ཙང་ཀ་མ་ས་སི་བཏང་ཡ་དེ་ལ་སྐུ་རྙེད་རྙེད་བ་ཨཱས། ལ་སོགས་ལ་ཟེར་དུས་ད་དེ་འདྲའི་གི་བྱ་བ་མང་པོ་བྱོས་ར་བ་འོ་ད་དེ་ཚོ་སོགས་སྒྲ་ནང་ལ་དེ་དུས་དུས་སུ་བྱས་ནས། སློབ་མའི་ངོས་ནས་བླ་སྨན་གྱི་རྐང་པ་བཀྲུ་བ་ལུས་བཀྲུ་བ་དྲིལ་ཕྱིས་པ། ཡང་ན་སྐུ་རྙེད་བ་དེ་འདྲའི་ལ་སོགས་པའི་ལས་ཀ་བྱེད་དགོས་རེད། ཡིན་ནས་འདི་འདྲའི་བྱེད་དུས། བླ་སྨན་གྱི་སྐུ་གཟུགས་ལ་ལག་པ་འཇུ་དགོས་ཡོད་ཙང། ཨ་ནི་དེའི་སྔོན་ལ། ཨ་ནི་བླ་མ་ལ་ཡང་དེ་འདྲས་ཅིག་བྱེད་ཆོག་ཨ་ཅེས་ཟེར་ནས་གུས་ཞབས་ཀྱི་ཐོག་ནས་ཨ་ནི་གནང་བ་ཞུ་དགོས་རེད་དེ་འདྲས་ཡིན་ཙང། ཕྱག་ནི་སྔོན་དུ་འགྲོ་བས་ཆགས། ལས་ཀ་དེ་མ་བྱས་གོང་ལ་རྐང་པ་བཀྲུ་བ་སོགས་མ་བྱས་གོང་ལ། དང་པོ་ཕྱག་གསུམ་ཕུད། ཨ་ནི་ང་རྐང་པ་བཀྲུ་བ་དེ་ཚོ་བྱེད་ཆོག་ཨ་ཅེས་ཟེར་ནས་ཞུས། ཕྱག་ནི་སྔོན་དུ་འགྲོ་བས་ཆགས། དེ་བཞིན་མཐར་ཡང་ཅི་བདེར་ཕྱག་བཟོས་ཏེ་ཕྱག་དངོས་ལ་ཕུལ། དེ་ནས་རྐང་པ་བཀྲུ་བ་ལ་སོགས་པའི་ལས་ཀ་ཆ་ཚང་བྱས། བྱས་ཚར་བས་ཀྱི་རྗེས་ལ་ཡང་སོ་སོ་ལ་དེ་འབྲེལ་གྱི་གོ་སྐབས་ཀྱིས། ལས་ཀ་འདི་འདྲས་པས་བླ་སྨན་གྱིས་བསྙེན་བཀུར་བྱེད་ཡས་ཀྱི། ལས་ཀ་བཟང་པོ་འདི་འདྲས་བྱེད་ཡས་ཀྱི་ཆོག་མཆན་འདི་བླ་སྨན་རྣམས་རང་ལ་སོ་ནམ་བསགས་ཡས་ཀྱི་གོ་སྐབས་ཞུ་བ་རག་ཡིན་ཙང་ཡང་བཀའ་དྲིན་ཆེ་བྱས་ནས་ཡང་ཞུ་གུ་དེ་ལ་ཕྱག་ཅིག་ཕུལ་ནས། བཀའ་དྲིན་ཆེ་ས་ནས་ཞུ། བྱས་ཙང་དེ་བཞིན་མཐར་ཡང་ཚེ་དུས་ལས་ཀ་བྱེད་ཚར་བའི་མཇུག་ལ་ཡང། ཅི་བདེར་བྱ། སོགས་ནས་ཕྱག་ཏུ་ཕུལ། ཡང་བླ་མ་འགའ་ཤས་ཀྱིས་ད་ཁྱེད་རང་ཕྱག་ཕུལ་གི་མ་རེད་དེ་ལས་ཀ་མང་པོ་བྱས་སོང་བ་ད་ལག་པ་ལ་འདྲ་མི་འདྲ་གོས་འདུག་བ་ད་ཁྱེད་རང་ཁ་ཐུག་ཕར་ལོག་ན་འགྲིག་གི་རེད་སོང་ན་ཕྱག་འཚལ་བ་མ་རེད། མ་སོང་ན་ཕྱག་ཅི་འཚལ་འོ་ད་དེ་ཡིན་ཙང་ཅི་བདེར་བྱ། ཟེར་དེར། ཐ་དད་བགྱིས་པས་ད་བླ་མ་དག་པའི་སེམས་ཐག་ཉེ་རུ་འགྲོ་ཡ་དང་བསོད་ནམས་ག་ས་ལྔས་བསྐུར་བ་སོགས་གུས་ཞབས་བཞི་པོ་བྱ་དགོས་བ། ད་དེ་ནས་གཉིས་པ་ངག་གི་སྒོ་ནས་ཨ་ནེ་བས་ད་གུས་ཞབས་བྱེད་སྟངས་བསྙེན་བཀུར་བྱེད་སྟངས་ག་འདྲ་རེད་ཟེར་ན་གཉིས་པ་ནི། དེ་ཡི་མཚན་སྨོས་བརྗོད་ན་ནི། དེ་ཡི་ཟོ་དེ་བླ་མ་དེ་ཡིས། མཚན་སྨོས་བརྗོད་ན་ནི་ཟོ་དེ་བླ་མ་དེ་ཀྱི་མཚན་ཅིག། སོ་སོའི་བླ་མ་གྱི་མཚན་ཅིག་ཁ་ནས་ལབ་དགོ་བ། ཁ་ནས་བརྗོད་དགོས་ཡ། དེ་འདྲི་གཅིག་གི་གནས་སྟངས་ལ་སླེབས་དུས། དཔེར་ན་མི་གཅིག་གིས་ཁྱེད་རང་གི་བླ་མ་སུ་རེད་ལབ་པ་ཡིན་ན། ད་སོ་སོའི་བླ་མ་གྱི་མཚན་བརྗོད་དགོས་ཡ་ཆགས་ཀྱི་རེད་བ་འོ་ད་དེ་རེད། དེ་ཡི་མཚན་སྨོས་བརྗོད་ན་ནི། ལམ་བཟང་དཔེར་ན་སོ་སོའི་བླ་མ་དཔེར་ན་ང་རང་ཚོ་ཚང་མའི་བླ་མ་རྒྱལ་དབང་བསྟན་འཛིན་རྒྱ་མཚོ་ཡིན་ཙང་བསྟན་འཛིན་རྒྱ་མཚོ་ཟེར་ལམ་བཟང་ཨེ་འགྲིག་ལབ་རྒྱུ་ཡོད་མ་རེད། ཨ་ནི་མི་ག་འདྲས་ལབ་དགོས་རེད་ཟེར་ན། མིང་མཐར་ཟོས་དུས་བླ་མའི་གི་མཚན་གི་མཐའ་ལ་མིང་གི་མཐའ་ལ། ཞལ་སྔ་འདེམས་པར་ཆགས། ཞལ་སྔ་ནས་ཟེར་ཚིག་ཅིག་བཅུག་དགོས་རེད། བསྟན་འཛིན་རྒྱ་མཚོའི་ཞལ་སྔ་ནས་ཟེར་ཚིག་ཅིག་བཅུག་དགོས་རེད། འོ་ན་འདི་གཅིག་པུ་གཅིག་གིས་འགྲིག་རེ་བས་ལ་ན་འདི་ཡང་འགྲིག་གི་མ་རེད། གཞན་དག་གུས་པར་བྱ་བའི་ཕྱིར། མི་གཞན་དག། པས་སོ་སོའི་བླ་མ་ལ་གུས་ཞབས་བསྐྱེད་ཡག་གི་ཆེད་དུ། ཁྱད་པར་ཅན་གྱི་ཚིག་དག་བརྗོད་ཁྱད་པར་ཅན་གྱི་ཚིག་ཟུར་དུ། བླ་མ་ལ་ཡ། གུས་བཀུར་ཡོད་པས་ཀྱི་ཚིག་དེ་འདྲས་བརྗོད་དགོས་རེད། དཔེར་ན་སོ་སོའི་བླ་མ་དེ་ལ་དང་གི་བླ་མ་རང་གི་མཚན་དེ་བསྟན་འཛིན་རྒྱ་མཚོ་བྱས། ད་སྒང་འདི་ལ་མཐའ་མ་དེ་ལ་ཞལ་རྔ་ལྡན་པར་བྱ་ཟེར་དུས་ཞལ་རྔ་ནས་ཟེར་བཅུག་རོ། འདིའི་སྒང་ལ་མི་གཞན་དག་དད་པ་སྐྱེ་བའི་ཆེད་དུ་གུས་ཞབས་ཡོད་པའི་ཚིག་པའི་བླ་མ་འདི་གིས་པའི་མཐོང་ཆེན་པོ་ཆགས་ཡ་གི་ཚིག་འདི་འདྲས་བཅུག་དགོས་ཀྱི་ཡོད་རེ་བ་འདི་བཅུག་ཡོང་དུས་དཔེར་ན་རྗེ་བཙུན་བླ་མ་ཟེར་ཡ་འདྲ་པོ་ཅིག་གནོད་པའི་སྐྱབས་ད་ཚུར་སྡོམ་རྒྱག་ན་དཔེ་མཚོན་གྱིས་ན་དཔེ་མཚོན་རེད་བྱ་ན། ཏིང་འཛིན་རྒྱ་མཚོ་ཟས་ཀྱི་ཚབ་དེ་ལ་ག་འདྲས་སུ་ལབ་དགོས་རེད་སོ་སོའི་བླ་མ་གྱི་མཚན་དེ། རྗེ་བཙུན་བླ་མ་ཏིང་འཛིན་རྒྱ་མཚོའི་ཞལ་སྔ་ནས་འདུག་ཟེར་ནས་ལབ་དགོས་རེད། ད་རྗེན་པ་ཁོ་རང་མིང་ལབ་རྒྱུ་མ་རེད་ལབ་དགོས་རེད། ཁྱེད་ཚོས་འདི་དཔེ་མཚོན་དེ་བྲིས་ཨ། རྗེ་བཙུན་དམ་པ་ཡང་ན་རྗེ་བཙུན་བླ་མ་ཏིང་འཛིན་རྒྱ་མཚོ་ཞལ་སྔ་ནས། ད་ད་དུང་ཚིག་མང་པོ་འདི་འདྲ་ལ་ཡོད་རེད་ཨ་ལེ་རྙེད་ལ་ད་ལྟ་དཔེ་མཚོན་མདོར་བསྡུས་བྱས་ན་རྗེ་བཙུན་རྗེ་བཙུན་བླ་མ་བསྟན་འཛིན་རྒྱ་མཚོས་ཨ་ནི་ཞལ་སྔ་ནས་ཟེར་ངེས་རེད། འདི་ཟེར་དུས། དཔེར་ན། རྗེ་བཙུན་བླ་མ་ཟེར་ཚིག་འདི་གུས་ཞབས་ཡོད་པའི་ཚིག་ག་འདྲས་ཆགས་ཀྱི་རེད་ལ་ན། རྗེ་ཟེར་དུས་ངེས་འབྱུང་རེད། བཙུན་ཟེར་དུས་བྱང་ཆུབ་ཀྱི་སེམས། བླ་མ་ཟེར་དུས་ཙམ་པ་ཨ་ནི། ག་ས། ཡང་དག་པའི་ལྟ་བ། ཤེས་དང། རྗེ་བཙུན་བླ་མ་བསྟན་འཛིན་རྒྱ་མཚོ་ཟེར་དུས་བསྟན་འཛིན་རྒྱ་མཚོ་ཞུ་མཁན་གྱི་མཚན་ཡོད་མཁན་གྱི་སྐྱེས་བུ་དེ། ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་གྱི་རྟོགས་པ་དང་ལྡན་པའི་དོན་དག་གི་ཁྱད་ནི་རེད་ཟེར་གོ་ཐུག་ཡོད་རེད། ཁྱེད་ཚོ་འདི་ཟོས་དུས་གུས་ཞབས་ཀྱི་ཚིག་ཆགས་ཀྱི་འདུག་བ་ཡོན་ཏན་བརྗོད་པའི་ཚིག་ཆགས་ཀྱི་འདུག་བ་ང་དེ་ཞུ་གི་དེ། བདུན་པ་ང་རྒྱལ་སྤང་བ་ལ་གསུམ་ཟེར་རེད་ད། སྒོ་བ་ངན་པ་སྒོ་བ་ངན་པར་ལ་འདུག་བ་སྒོ་བ་ཉན་པར་ཞེས་པ་དེ་སྒོ་བ་ཉན་པ་ལ་ང་རྒྱལ་སྤང་ངོ། སྒོ་བ་ཟས་དེ་བླ་མས་སོ་སོ་ལ་འདི་བྱས་འདི་མ་བྱས་ཟེར་དེ་འབྲེལ་གྱི་བཀའ་སློབ་བཀའ་ཅི་གདམས་ཀྱི་རོ་བ་བཀའ་བསྒོ་བ། དེ་འབྲེལ་གྱི་བཀའ་བསྒོ་བ་དེ་རང་གིས་ཉན་པ་ལ་སོ་སོའི་ངོས་ནས་གུས་ཞབས་གུས་གུས་ཡོད་ཙང་ང་རྒྱལ་སྤང་བ། དེ་ནས་ཆོས་དང་སྤྱི་བཏང་གི་བཀའ་སློབ་མ་ཡིན་པར་ཆོས་ཉན་དུས་དང་ཡིན་པར་བ་དེ་ཡིན་དུས་ཆོས་ཉན་པ་སོགས་ལ་ང་རྒྱལ་སྤང་བ། ད་དེ་མ་ཡིན་པའི་སྤྱིར་བཏང་གི་སྤྱོད་ལམ་ཚང་མ་ལ་ང་རྒྱལ་མེད་པ་ཅིག་དགོས་ཙང་ཀུན་སྤྱོད་སྤྱི་ལ་ང་རྒྱལ་སྤང་བའོ། ས་བཅད་གསུམ། དེའི་ནང་ནས་ད་དང་པོ་དེ་གསུང་གི་ཡོད་རེད། ད་དང་པོ་དེ་རྒྱུ་རྡོ་རྗེ་སྙིང་པོ་རྒྱན་གྱི་ནང་ལ་གསུང་འདུག་བ་ཁུངས་དེ་རྒྱུ་རྡོ་རྗེ་སྙིང་པོ་རྒྱན་ནས་གསུངས་པའི་ཁུངས་དེ་གཞི་བཞག་བྱས་ད་ག་རེ་གསུང་ཡོད་ལགས་ན་བླ་མ་ལ་ནས་བཀའ་སྩལ་ཞུ་ཟེར་དུས་ཙམ་པ། ཐོག་མར་སོ་སོའི་ངོས་ནས་བླ་མེད་ཀྱི་བཀའ་སྒྲུབ་པ་ལ་བླ་མ་གིས་རང་ལ་བཀའ་གནང་དགོས་རེད་བཀའ་གནང་བ་ལ་སོ་སོའི་ངོས་ནས་ཡ། ཨཱ་འི་ད་ངའི་ངོས་ནས་ལས་ཀ་ག་རེ་རེད་བླ་མའི་བཀའ་སྒྲུབ་དགོས་ལ་ག་རེ་འདུག་ང་ལ་བཀའ་གནང་རོགས་གནང་ཟེར་ནས་ཡ་ཞུ། བླ་མ་ལ་ནས་བཀའ་སྩལ་ཞུ་བྱས། ད་བླ་མའི་ངོས་ནས་ཁྱོད་འདི་བྱེད་འདི་བྱེད་ཤོག་ཟེར་ནས་གསུངས་སོང་ན་ཨཱ་ནི་སོ་སོའི་ངོས་ནས་ཨཱ་ནི་བླ་མའི་བཀའ་གནང་བ་ནང་བཞིན་བྱེད་ཀྱི་ཡིན་ཟེར་ནས་ལབ་ཞུ་དགོས་བ་ཡིན་དུས། བཀའ་བཞིན་བགྱིས་ཅེས་བརྗོད་པར་བྱ། བླ་མ་ཁྱེད་རང་གི་བཀའ་གནང་བ་ནང་བཞིན་ངས་བྱེད་ཀྱི་ཡིན་ཟེར་ནས་བརྗོད་དགོས་རེད། བཀའ་བཞིན་བགྱིས་ཅེས་བརྗོད་པར་བྱ། ད་དེ་འདྲ་ཡིན་ན། སློབ་མས་ཀྱིས་བླ་མ་ལ་བཀའ་སྩལ་རོགས་བྱེད་ཟེར་ནས་ཞུ། བླ་མས་ཀྱིས་ཡང་སོ་སོ་ལ་སློབ་མ་ལ་ཡང་འདི་བྱེད་འདི་བྱེད་ཟེར་ནས་གསུངས་ཡོང་དུས། ལུས་ཀྱི་རྣམ་འགྱུར་ག་འདྲས་བྱེད་དགོས་རེད་པས་ལགས་ན། ཐལ་མོ་སྦྱར་བཞིན་མ་ཡེངས་པར་བླ་མའི་བསྒོ་བ་ཉན་པར་བྱ། བླ་མ་ལ་ཡང་བཀའ་གནང་རོགས་གནང་ཞུས་དུས་ཡང་ལག་པ་ཐལ་མོ་སྦྱར་ནས་ཞུས། མ་བཀའ་གནང་ནས་ཉན་པའི་ཁ་དོག་དེ་ཡང་ལག་པ་ཐལ་མོ་སྦྱར་ནས་ཉན། ཉན་པའི་ཁ་དོག་ལ་ལག་པ་ཐལ་མོ་སྦྱར་བ་ཙམ་མ་ཡིན་པར་བླ་མས་གསུངས་པ་དེ་ཏག་ཏག་ཧ་གོ་ཐུབ་བ་ཅིག་དང་དྲན་པ་ནང་ལ་བསྡད་ཐུབ་བ་ཅིག་དགོས་ཀྱི་ཡོད་ཙང་སེམས་མི་གཡེང་ན་དྲན་པ་བརྗེད་འགྲོ་གི་རེད་བ་ག་རེ་གསུང་ཡིན་ཧ་གོ་མ་རོགས་དེ་འདྲས་ཡིན་ཙང་ཐལ་མོ་སྦྱར་བ་མ་ཟད་པས་སེམས་མ་གཡེང་པའི་ཐོག་ནས་བླ་མའི་དགོ་བ་ཉན་པར་བྱ། ལྟ་འོ་ན་བླ་མས་ཀྱི་མ་བཀའ་གནང་སོ་སོ་གི་ཡ་ཞུས་དེ་འདྲས་སྐབས་ལ་སོ་སོ་གི་ངོས་ནས་མཚམས་མཚམས་རྒྱལ་མོ་ཤོར་ཡ་དང་ལུས་པ་གཡུག་ཡ་དང་དེ་འདྲས་འདྲ་མི་འདྲ་ཡོང་སྲིད་ཀྱི་རེད་བ། ཨ་དེ་འདྲའི་སྐབས་ལ་ག་རེ་བྱེད་དགོས་རེད་བས་ལ་ན། རྒོད་དང་སུ་དེ་རྒྱལ་མོ་ཤོར་བའི་སྐབས། ལུས་པ་ལ་སུ་དེ་ལུས་པ་ཁ་ནས་ལུས་པ་དོན་པ། མཆིལ་མ་དོན་པ། ཨ་ནི་དེ་ནང་བཞིན་གྱི་ད་ཅིག་ཡོང་དགོས་རེད་བ་ཨེ་འདྲའི་སྐབས་ལ། ལག་པའི་ཁ་ནས་འགབ་པར་ཆགས་ས་ལག་པའི་ཁ་བཀབ་དགོས་རེད་ལབ་པ་རེད་རེད་བ། ལག་པའི་ཁ་ནས་འགབ་པར་ཆགས། བྱ་བ་ཟིན་ནས་འཇམ་པ་ཡིས་ཚིག་ཐག་བཅད་ནས་བསྡད་པར་ཆགས། འདི་བའུ་ཟ་ལ་ད་ཟ་བསྡད་དུ་བ་འདི་ནོར་རེད། གའུ་ད་ཟ་བསྡད། གའུ་བཟླ་ས་བཟླས། གའུ་བཟླ་ས་བཟླས་ཞེས་པའི་དོན་དེ་ག་རེ་ལ་ན་གོ་བར་བྱ་བའི་དོན་ཡིན་གསུངས། ཞེས་དང་རྟགས་དེ་ཡག་པོ་འདུག། བྱ་བ་ཟིན་ནས་ལ་དུས་ཙམ་པ་བླ་མས་ཀྱིས་འདི་བྱེད་ཟེར་ནས་གསུངས། ཧ་སོ་སོ་གི་ལས་ཀ་ཚང་མ་བྱས་ཚར་བའི་ཞུ་གུ་ལ་ཨ་ནི། ཅིག་གིས་བླ་མ་ལ་ཡང་གང་ཡང་མ་ཞུ་བར་བྱས་ནས་བསྡད་རྒྱུ་ཡོད་མོད། ལས་ཀ་བྱས་ཚར་བའི་ཞུ་གུ་ལ་ཨ་ནི་ཡང་བཅར། བླ་མའི་བཀའ་གནང་བ་ནང་བཞིན་ལས་ཀ་འདི་གི་ཚང་མ་བྱས་ཚར་བ་ཡིན་ཟེར་ནས་བླ་མ་ལ་བླ་མས་ཀྱིས་གནང་བ་ལ་ཡང་གོ་རུ་བཅུག་དགོས་ཀྱི་ཡོད། དེ་འདྲ་ཡིན་པ་ཡིན་ཙང། ཚིག། འཇམ་པ་ཡིས་ཚིག་འཇམ་པོའི་ཐོག་ནས་འཇམ་པ་ཡིས་ཚིག་ཐག་གིས་ནས་བསྡད་པར་བྱ་ཟེར་དུས་བླ་མེད་ཀྱིས་གོ་ཐུབ་པ་ཅིག་བྱེད་དགོས་རེད། གོ་བར་བྱ་བའི་དོན་ཡིན། གའུ་རྡ་ས་ཏེ། རེད་སོང་བ། ད་ཧ་གོ་ཐུབ་པ། བླ་མེད་ཡིན་ན་ཡང་ཨོ་ད་ལས་ཀ་བྱེད་ཚར་ཤག་ཟེར་ནས་ཧ་གོ་ཡག། ཧ་གོ་ཐུབ་ཡག་གི་ཨ་ཡིན་ཞུས་དགོས་རེད་ཟེར་བསྡད་པར་བྱ། ད་དེ་ནས་གཉིས་པ་ནི་ཟེར་ཡ་དེ་ཆོས་ཉན་པ་སོགས་ལ་ང་རྒྱལ་སྤང་ཡ་ད་ཆོས་ཉན་དུས་ག་འདྲི་བྱེད་བོ་རེད་ལ་ན། མདུན་དུ་དུལ་བར་འདུག་པ་དང་ད་ཆོས་ཉན་པའི་སྤྱོད་ལམ། བའི་བླ་མའི་མདུན་ལ་ཡ། བའི་གུས་ཞབས་ཆེན་པོའི་ཐོག་ནས་དུལ་བུ་བྱས་ནས་བསྡད་བོ་རེད། མདུན་དུ་ཟེར་དུས་བླ་མའི་མདུན་དུ་དུལ་བར་འདུག་པ་དང། དེ་ནི་དུག་ལོག་འདྲ་བོ་དེ་ཚོ་ཡིན་པ་ཡིན་ན་ཡང་དུག་ལོག་དེ་ཚོ་ཡག་པོ་གོན་དགོས་རེད། གོས་སོགས་ཚུལ་བཞིན་ཚད་བདམས་པ་དང་ཞེས་པའི་དོན་དེ་བག་མེད་ཀྱི་དབང་དུ་མ་སོང་བ་བག་ཡོད་པ་དགོས་རེད། གོས་སོགས་ཚུལ་བཞིན་བདམས་པ་དང་ཚད། སྤོས་བཙུགས་ཟེར་དུས་ཙམ་པ་སྤོས་མོ་བཙུགས་བྱུང་ན་སྤོས་མོ་བཙུགས་སྤོས་མོ་བཙུགས་མ་ཐུབ་ན་ཡང་དག་དམ་པ་རྡོ་རྗེ་སྐྱིལ་ཀྲུང་སྐྱིལ་ཀྲུང་ཆད་དེ་འདྲའི་ཆད། པོའི་གཙུག། ཐལ་མོ་སྦྱར་བ་ཡིས་ད་ཆོས་ཉན་དུས། ད་རྒྱུད་རིང་པོ་དེ་འདྲ་མེད་པར་སྡོམ་པ་འདྲ་བོ་དེ་འདྲ་གནང་བྱེད་དུས་ད་ཐལ་མོ་སྦྱར་དགོས་རོ། བ་ད་དེ་འདྲའི་གི་ཐལ་མོ་སྦྱར་བ་ཡིས། ངན་སོགས་འདོད་པའི་སོལ་གསུམ་གདབ་བཟོད་དུས། ཉན་བཟོད་དུས་ཙམ་པ་ཆོས་ཉན་པ། སོག་ཟས་ཀྱི་ནང་ལ་དབང་དང་སྡོམ་པ་ཞུ་བ། བ་དེ་འདྲའི་གི་ད་ཆོས་ཉན་པ་དབང་ཞུ་བ་སྡོམ་པ་ཞུ་བ་འདི་འདྲའི་གི་སྐབས་ལ། ཉེས་གསོག་འདོད་པའི་ཚུལ་དུ་སོ་སོ་དེ་འདྲས་བྱེད་འདོད་པ་ཡིན་ཙང་བྱོས་འདོད་པའི་ཐོག་ནས། སོལ་གསུམ་བརྡབ་བཟོས་ཏེ། ཆོས་སྨྲ་གནང་གོང་ལ་དབང་སྨྲ་གནང་གོང་ལ། ཆོས་དང་དབང་དང་སྡོམ་པ་ལ་སོགས་པ་དེ་ཚོ་གནང་རོགས་གནང་ཟེར་ནས་ཐེངས་མ་གསུམ་གསོལ་བ་བཏབ་པ་རེད་ལབ་པ་རེད། གལ་ཆེན་དོན་ཆེན་ཡིན་པ་ཡིན་ཙང་ཐེངས་གསུམ་གསོལ་བ་བཏབ། དེ་ཕྱིར་ད་དེ་ནས་གསུམ་པ། གསུམ་པ་ཀུན་སྤྱོད་སྤྱི་ལ་ང་རྒྱལ་སྤང་བ་དེ་ལ། བསྙེན་བཀུར་སྤྱོད་པ་ཐམས་ཅད་ལ། ད་དོན་དག་མདོར་བསྡུས་ན། བླ་མ་ལ་རང་གི་ངོས་ནས་བསྙེན་བཀུར་བའི་བྱ་སྤྱོད་ག་འདྲས་ཀྱི་བྱས་པ་ཐམས་ཅད་ལ། ཡིད་ནས་ང་རྒྱལ་མེད་པར་བྱ། ཟོས་དུས་བསམ་བློའི་ཐོག་ནས། ཡིད་ཀྱི་ཐོག་ནས་ང་རྒྱལ་མེད་པ་གཅིག་དགོས་ཀྱི་རེད།

སྤྱོད་པ་སྡུག་ཅག་དེ་འདྲ་བྱས་ན་བླ་མའི་ངག་ལ་ཆད་པ་བཅད་མི་ཡོང་ངེས། རེ་བ་ཉེས་པ་བཏང་མ་ཡོང་ངེས་ང་ཚོ་བསླབ་གྲྭ་ལ་ཡང་ཡོད་བ་པུ་འུ་ཚོ་ཁྲེབ་ཏོ་ཤི་བོ་ཆེ་འདི་ཨ་ནི་དགེ་རྒན་གྱིས་ཉེས་པ་བཏང་ཡོད་ར་འོ་དེ་འདྲས་ཆད་པས་འཇིགས་པ་གཅིག་བྱས། འཇིགས་པ་གཉིས་པ་དེ་ཨོ་ཉེས་པས་གང་བྱུང་མང་བྱུང་བྱས་ན་ཨ་ནི་བླ་མ་གིས་གི་དྲུག་འཁོར་མ་ཡིན་པར་སེམས་མི་གཞན་གྱི་ད་གང་ཟླ། རང་ལས་གཞན་པའི་མི་གཞན་དག་གིས། ད་བླ་མ་འདི་གིས་ཏེ་གི་དྲུག་དེ་བསྟོད་དང་སྤྱོད་པ་ངན་པ་ལ་བྱས་ནས་ཨ་ནི་གཞན་གྱིས་པའི་བསྐུར་བ་བཏང་གི་རེད་བསྐུར་བ་བཏབ་པའི་ཡི་ཉེན་འགའ་ཡོད་རེད་ཟེར་ཡང་དེའི་ཞེ་སྣང་ཅིག་བྱས་ཧོ་སོང་བ། གསུམ་པ་དེ་ག་རེ་རེད་ཟེར་ན་ངན་སོང་གི་འཇིགས་པ་ཨོ་ངས་སྤྱོད་པ་ངན་པ་བྱས་པ་ཡིན་ན་བླ་མ་ལ་བསྟན་པའི་སྡིག་པ་བསགས་ན་ཨོ་ང་ངན་སོང་ལ་སྐྱེ་གི་རེད་བསམ་པའི་འཇིགས་པ། འཇིགས་པའི་བཞི་པ་འདི། ཨོ། ཆོས་མ་ཐོབ་པའི་འཇིགས་པ། ཐ་སྙད་པའི་བླ་མའི་བཀའ་བཞིན་མ་འགྲུབ་པ་བཅས་བླ་མའི་ཐུགས་དཀྲུགས་ག་དུས་ཡོད་ནས་པའི་སྤྱོད་པ་སྡུག་ཅག་བྱས་ནས་བསྡད་ན་ཨ་ནི་ཉི་མ་གཅིག་བླ་མས་ང་ལ་ཡ་ད་ངས་ཁྱོད་རང་ཆོས་ཤེས་ཀྱི་མིན་ལབ་ནས་ཆོས་མ་གནང་ཡང་དེ་འདྲའི་ཀྱི་ཉེན་ཁ་ཡང་ཡོང་གི་རུང་བ་དེ་ལ་ཡང་འཇིགས་པ། ཆོས་མ་ཐོབ་པའི་འཇིགས་པ། ཟེར་ནས་འཇིགས་པ་བཞི་ཡོད་དོ་འཇིགས་པ་བཞི། ཨོ་དེ་འདྲའི་ཀྱི་འཇིགས་པ་བཞི་དེ་འཇིགས་ཤིང་ཟས་ནང་ཞག་གསུམ། གདམས་པ་ཡི་ཚུལ་དུ་ལུས་ངག་ཡིད་གསུམ་བག་ཡོད་པར་བྱས། གདམས་པས་སྔགས་བཞི་བྱས། འདི་ཚོ་བྱེ་བའི་ཁ་ཐུག་དེ་ལ་ག་འདྲས་འདྲ་བོ་བྱེད་དགོས་རེད་ལགས་ན་བག་མ་གསར་བས་ཚུད་ནས་བྱ། ཆང་ས་རྒྱབ་པའི་ཁ་ཐུག་དེ་ལ་ནི་སྐྱེ་དམན་གསར་པ་ཅིག་ནང་གསར་པ་ཅིག་ནང་སླེབས་ན་དཔེ་ཞིབ་བོ་ཅིག་ཟབ་ཟབ་མཛད་ཆོས་ཡིད་གདུང་བ་ཡག་པོ་ཞིབ་བོ་བྱེད་ཀྱི་རེད་བ་སྤྱོད་ལམ་ཧོ་ཐི་ནང་བཞིན་བྱེད་དགོས་རེད། བྱས་ནས། སྒེག་པ་ལ་སོགས་བྱ་བ་ཀུན་སྟོན་པའི་མདུན་དུ་སྤང་བར་བྱ། འདི་སྟོན་པ་འདི། སོ་སོ་བླ་མ་ལ་གཟིགས་བར་ཆོས་སྟོན་མཁན་བླ་མ། སྒེག་པ་ལ་སོགས་པ་སྒེག་པ་ཟས་ཏེ་འདོད་ཆགས་ཀྱི་བྱ་བ་དེ་ལ་སྒེག་པ། སྲོག་ཟས་སྲོག་སྒྲ་ནག་ལ་དཔའ་བའི་བྱ་བ། ངག་པའི་དཔའ་བོ་ཡིན་ངག་པའི་བློ་ཁོག་ཡོད་ཟས་སྦྱོར་བ་དཔའ་བའི་བྱ་བ། དེ་ནང་བཞིན་མི་སྡུག་པའི་བྱ་བ། དེ་ནང་བཞིན་གྱི་དྲག་ཤུལ་ཅན་གྱི་བྱ་བ། པད་སྐོར་དྲག་པོ། བསད་གཏུབ་དེ་འདྲ་གྱི་བྱ་བ། དེ་ཚོ་གྱི་བྱ་བ་དེ་ཚོ། འདོད་ཆགས་དང་དཔའ་བ་དང་མི་སྡུག་པ་དང་དྲག་ཤུལ་གྱི་བྱ་བ་ལ་སོགས་པ་དེ་ཚོ་ཚང་མ། བླ་མའི་མདུན་ལ་རྒྱུད་ནས་མ་བྱས་ཨ་གསུངས་ད། སྟོན་པའི་མདུན་དུ་སྤང་བར་བྱ། ཨང་ཀི་ལྔ་པ་ཁྲི་སྤང་བར་བྱ། དེ་འདྲའི་སྔགས་ཀྱི་གསུང་དུ་བ་སྤང་བར་བྱ། གཞན་ཡང་དེ་འདྲའི་བྱ་བ་ཀུན་དེ་ལ་དེ་ནང་བཞིན་གྱི་བྱ་བ་སྡུག་ཅག་གི་རིགས་ཚང་མ་རང་གིས་བརྟགས་ལ་སོ་སོའི་སོ་སོའི་ཤེས་རབ་བེད་སྤྱོད་བྱས་ནས་དེ་འདྲའི་བྱ་བ་བྱས་ན་འགྲིག་གི་འདུག་མི་འདུག་བལྟ་འགྲིག་གི་མི་འདུག་བསམ་ན་བླ་མའི་མདུན་ལ་སྤང་རྐྱང་བྱས་གཡུག་ཤོག་གསུངས་རེ་རང་གིས་བརྟགས་ལ་དོར་བར་བྱ་མི་རུང་བ་ཀུན་དོར་ཤོག་གསུངས་རེ་ཨོ་ཡ། ཨོ། རང་གི་རྟགས་ལ་དོར་བར་བྱ། ལ་ཡ་ལ་ཨང་ཀི་དྲུག་པ་བྲི། ད་ཁྱོད་འདོམས་པས་དྲུག་འདུ་བ། ད་དེ་ནས་བརྒྱད་པ། ད་འདི་རེད། རང་དབང་དུ་མི་འཇུག་པ་ལ་བཞི། ད་སློབ་མའི་ངོས་ནས་ལས་ཀ་བྱེད་ཡོང་དུས་བླ་མ་ལ་ཡ་བཀའ་འདྲི་མ་ཞུས་པ་བྱས་ནས་སོ་སོ་གི་པའི་རང་དབང་དུ་བྱེད་ཀྱི་ཡོད་མ་རེད། ད་འདི་གསུངས་གོ། བརྒྱད་པ་རང་དབང་དུ་མི་འཇུག་པ་ལ་བཞི། ད་ག་རེ་ག་རེ་རེད་ལ་ན་དང་པོ། གཞན་དོན་དུ་འཇུག་པའི་ཚེ་རྣ་དབང་ནོད་པ་ལ་རེད། དཔེར་ན་ད་གཞན་དོན་ལ་ཡ་གི་ནང་ལ་འོག་ལ་ཡོད་རེད། རབ་གནས་བྱེད་ཡ། དབང་བསྐུར་ཡ། སྦྱིན་སྲེག་གྲགས་ཡ་དེ་འདྲ་ཡོད་རེད། དེ་འདྲ་གི་གཞན་གི་དོན་ལ་ཡ་འཇུག་པའི་ཚེ་ལ་ཨ་ནི་བླ་མ་རྩ་ནས་སྣང་བ་ཞུ་དགོས་རེད་ཟེར་སྣང་བ་ནོད་པ། ཞུགས་པ་ལས་བྱུང་བའི་རྙེད་པ་ལྟ་བ་བཟོད་དུ་དང་གིས་དེ་གཞན་དོན་དུ་འཇུག་ལར་བ་ད་ད་ལྟ་དེ་ཞུགས་ལ་དུས་གཞན་དོན་དུ་ཞུགས་ཚར་ནས་གཞན་དོན་དུ་ཞུགས་ཚར་བ་ཡིན་ན་ཨ་ནི་མི་ཚོགས་ཀྱི་ངོས་ནས་ད་ཁྱེད་རང་གིས་དེ་འདྲ་དེ་འདྲ་བྱས་བ་ཐུགས་རྗེ་ཆེ་ལགས་ནས་དཔེ་ཤ་ཏྲ་ཕུལ་ཡག་ལགས་སོགས་ཡོང་གི་རུ་བ་དེ་འདྲས་ཀྱི་ཞུགས་པ་ལས་བྱུང་བའི་རྙེད་པ་ཟད་དེ་ཟས་གོས་གནས་མལ་ལོངས་སྤྱོད་ནོར་ཡོན་དེ་ཚོ་རེད་རྙེད་པ་ཟད་དེ་ཡོན་དེ་ཚོ། རྙེད་པ།

དེ་འདྲ་བྱེད་ཞོར་དེ་མ་བྱེད་པ་བྱས་གུས་ཞབས་མ་བྱེད་ཨ་ཟེར་ལབ་དགོས་གོ། ངས་ཡང་ད་བླ་མ་འདི་བཞུགས་འདུག་ཨ། ཁྱེད་རང་ང་ལ་གུས་ཞབས་བྱེད་དགོས་མ་རེད་ཟེར་ཏེ། བླ་མས་སྤྱན་སྔར་གཞན་གྱིས་བསྙེན་བཀུར་བྱས་པ་ཡིན་ན་བདག་གིར་མི་བྱ། སོ་སོའི་ངོས་ནས་དེ་ལ་ཡང་བདག་སྤྲོད་མ་བྱེད། སྣང་མེད་བཞག་ཨ། རེ་ཟུང་ཨ། བྱུང་ན་བྱེད་དུ་མ་བཅུག་གལ་ཏེ་བྱས་ན་ཡང་སྣང་མེད་ཅན་བྱ་དགོས་རེད། སོ་སོ་གཅིག་ཡིན་མདོག་མདོག་ར་བྱས་ཡོད་མ་རེད། ད་དེ་ནས་བཞི་པ། ལུས་སྤྱོད་ཆས་གུས་པར་བྱ་བ་ཟས་ཏེ། ད་ཆ་འབྲིང་པོ་ཆེ་ལྟ་ཆེ་ནོར་རེ་ཆ་འབྲིང་པོ་ཆེ་ཟ་ཆེ། ཞེ་དྲག་གི་ལ་ཡི་དེ་རེ་བ། གུས་ཞབས་ཆེན་པོ་དེ་དོན་རེ་བ་དེ་ཡོད་དུས། ལུས་སྤྱོད་ཟོས་དུས་ལུས་ཀྱི་སྤྱོད་ལམ་དེ། ཆས་ཟོས་དུས་ཙམ་པ་ཞེ་དྲག་གི། གུས་པར་བྱས་ཟོས་དུས་ཙམ་པ་གུས་ཞབས་ཧ་ཅང་ཆེན་པོ་བྱེད་དང་ལ་ལས་བཞི་ཡོད་རེད། ཨ་རེ་གཉན་ལ་ས་བྱི་བཞི། ད་འདི་གི་དང་པོ་དེ་ཞུ་གི་ཡིན་ད། འདི་རེད་ད་འདི་བཞི་གི་ནང་ནས་དང་པོ་དེ་ཡིན་ད། གཞན་དོན་དུ་འཇུག་པའི་ཚེ་སྣང་བ་མནོའི་ཟས་དེར་འདི་རེད་དེ་ཨང་ཀི་ཁྲི་ཨ། རབ་གནས་སུ་དུ་དང་པོ་ནི་རབ་གནས་སུ་དུ་གཅིག་རེད། སོ་སོའི་གི་རབ་གནས་དེ་འདྲའི་སྐུ་གསུང་ཐུགས་རྟེན་ལ་རབ་གནས་བྱེད་པའི་གི་ཨ་ནི་བྱ་བ་དང་གཅིག། དཀྱིལ་འཁོར་གསལ་ཏེ་དབང་བསྐུར་བས་དེར་དབང་བསྐུར་བའི་བྱ་བ་དང་གཉིས། སྦྱིན་སྲེག་གི་བྱ་བ་དང་གསུམ། སློབ་མ་འདུས་པ་ཟེར་སློབ་མ་མང་པོ་ཚུར་རུག་རུག་བྱ་བའི་བྱ་བ་དང་བཞི། འཆད་པ་ཟེར་ཏེ་ཆོས་བཤད་པའི་བྱ་བ་དང་ལྔ། དེ་འབྲེལ་གྱི་བྱ་བ་ལྔ་པོ་དེ་སྤྱི་བཏང་སོ་སོའི་བྱེད་ཆོག་གུ་རེད། ཡིན་ན་ཡང་སོ་སོའི་བྱ་བ་དེ་བྱེད་ས་ཀྱི་ས་ཆ་དེ་ལ་བླ་མ་ཡོད་པ་ཡིན་ན་བླ་མ་ཡོད་གི་ཡོད་གི་ལ་ནི་སོ་སོའི་ངོས་ནས་བླ་མེད་ཀྱི་སྣང་བ་མ་ཐོབ་པར་བྱེད་ཀྱི་ཡོད་མ་རེད། སྣང་བ་ཐོབ་ན་བྱེད་ཆོག་རེད། བླ་མ་སྣང་བ་མ་ཐོབ་པར་བྱེད་ཀྱི་ཡོད་མ་རེད་ཟེར་དེ་ལ་ཡུལ་དེར་བླ་མ་གནས་པ་ན་རྗེས་མ་སྣང་བར་མི་བྱའོ། རྗེས་མ་སྣང་བ་ཟེར་དུས་རྗེས་སུ་སྣང་བ་མ་ཐོབ་པར་མ་བྱས། ད་གཉིས་པ་ནི་ཟེར་ཡ་དེ། ད་གལ་ཏེ་བྱ་བ་འདི་གའི་དེ་ལ་སྣང་བ་ཐོབ་ནས་བྱས་བྱས་པ་ཡིན་ན། ད་བྱས་བའི་ཞུ་གུ་ལ་གཅིག་ཡོང་གི་རུ་བ་ད་འདི་གར་བྱས་བ་རེད་ལ་ན་འདས། གཉིས་པ་ནི། གཅན་རྗེ་སོགས་ལ་ཟས་རེད་གཅན་རྗེ་ཟས་དེ་ད་གི་སྒང་གི་རབ་གནས་ཟས་དེ་རེད། སོག་སྒྲ་ནག་ལ་ད་དཀྱིལ་འཁོར་སྦྱིན་སྲེག་སློབ་མ་ད་གི་སྔགས་དེ་རེད་ད་དོན་དག་མདོར་བསྡུ་ན་གོང་དུ་སྔགས་བསྡུ་བ་བྱ་བ་ལྔ་དེ་ལ་སོགས་པ། གཅན་རྗེ་སོགས་ལ་སྤྱི་ཐོབ་པ་ཟས་དེ་སྐུ་ཡོན། རང་ལ་ཡང་སྦྱིན་བདག་གི་སྐུ་ཡོན་གང་དང་གང་གནང་ནས་ཐོབ་པ་ཡིན་ན། ཅི་ཐོབ་པ། དེ་ཀུན་བཟོད་དུས་ཀུན་ཡོན་ཐོབ་པ་ཚང་མ་བླ་མ་དག་ལ་དབུལ་སོད་རང་གི་བླ་མ་ལ་ཡང་ཕུལ་དགོས་རེད་བཤད། དེ་ཡིས་བཏབ་པ་བླངས་ནས་ནི་གཞན་དག་ལ་ནི་ཅི་བདེ་བྱར་ད་ཡང་དེ་ཡིས་བཟོད་དུས་བླ་མ་དེ་ཡིས། བཏབ་པ་བཟོད་དུས་བླ་མ་དེ་གིས་ཨ་དེ་ང་ལ་འགོག་མ་རེད་ཁྱེད་རང་ང་ལ་ཕུལ་བ་དེ་ཁྱེད་རང་བསོད་ནམས་བསགས་ཀྱི་རེད་ད་ངའི་ངོས་ནས་ཁྱེད་རང་ལ་ཕག་སྤྲད་པ་ཡིན་ད་ཅེས་ནི་མ་གནང་ན་ཨ་ཚུགས་ལེན། ཨ་ཚུགས་ལེན་པའི་ཞུ་གུ་ལ་ཨ་ནི་སེམས་ཅན་གཞན་ལ་ཕན་ཐོགས་བྱེད་ཡ་ལ་སོགས་པ་ག་རི་ཡ་ག་འདུག་ཨོ་དེ་ལ་བེད་སྤྱོད་བཏང་ཤག་ན་འགྲིག་གི་རེད་འདོད་སོ་སོའི་འདོད་པ་རེད་སོང་རེད་གཞན་དག་ལ་ནི་ཅི་ལྟར་བྱ་ད་ཡང་འདི་དོགས་པ་ཟ་སྲིད་རེད་ཅན་རྗེས་སུ་ལབ་འདུག་ཨ་ནི་རབ་གནས་ཟེར་དུས་རྫ་མ་ནི་ག་འདྲས་རེད་ཟེར་དུས། རབ་གནས་ཀྱི་ཆོ་ག་ཁོ་རང་ནང་ལ་ཅན་རྗེས་ཡོད་རེད་ཡིན་རྒྱུ་རང་རེད་རབ་གནས་བྱེད་ཡ་གི་སྐུ་གཅིག་ཡོད་ན་སྐུ་འདི་ཀྱི་སྤྱན་དེ། སྐུ་གི་སྐུ་འདི་ཀྱི་དང། སྐུ་འདི་རྣམ་པ་ཐོན་མ་ཐོན་རྩ་བ་འདི་སྤྱན་ལ་ཐུག་གི་ཡོད་རེད། དེ་འདྲ་ཡིན་ཙང་སྐུ་སྤྱིར་བཏང་བཟོ་ཡ་དེ་སུས་བཟོ་གི་ཡོད་ནས་བཟོ། ཡིན་ནའི་སྤྱན་རང་དེ་རབ་གནས་བྱེད་མཁན་གྱི་བླ་མ་དེ་ཀྱིས་ཨ་ནི་སྤྱན་དེ་དུ་བ་སྟེ།

བླ་མའི་སློབ་མ་སློབ་མར་མིན། སློབ་མའང་བླ་མའི་མདུན་དུ་མིན་བསྙེན་བཀུར་དག་དང་ལྡང་བ་དང་ཕྱག་སོར་བྱས་པ་བཟློག་པར་བྱ་གསུངས་ད་འདི་གསུམ་པ་དེ་འདི་ཡིན་པ། བླ་མའི་སྤྱན་སྔར་གཞན་གྱིས་བསྙེན་བཀུར་བདག་གིར་མི་བྱ་ལ་ར་བ་ཇི་ལྟར་འདི་ཡོད་འདི་ལྟར་འདི་ལ། སོ་སོ་གྱིས་རང་གིར་དང་སོ་སོ་རང་ཉིད་ཀྱིས་བླ་མའི་གྱི་སློབ་མ་བྱོར་བ་དེ་འདྲའི་སློབ་མ་དེ། བྱུང་ན་སོ་སོའི་གྱི་སློབ་མ་མ་བཟོས། གལ་ཏེ་སོ་སོའི་སློབ་མ་ཅིག་ཟོས་ཟོས་ཡག་ཅིག་ག་ཚག་ཟོས་ཟོས་དེ་དག་སོ་སོའི་སློབ་མ་ཅིག་ཆགས་ཡག་ཅིག་བླ་མ་རང་གིས་གསུངས་ནས། ཧོ་ངའི་སློབ་མ་འདི་གི་དེ་ཁྱེད་རང་གིས་ཆོས་བཤད་ཞོག་ཁྱེད་རང་གི་སློབ་མ་བྱས་ན་འགྲིག་གི་རེད་ཟེར་ནས་གལ་ཏེ་གསུངས་ཡོད་པ་ཡིན་ན། ད་བླ་མས་ཕ་གི་ལ་ཆོས་གསུང་གི་གསུང་གི་ལ་ཡང་ཁོ་ཚུར་སྐད་བཏང་ནས་བླ་མའི་མདུན་ཁོ་རང་ལ་སོ་སོ་གི་སློབ་མའི་ཚུལ་དུ་བྱས་ནས་ཆོས་འཆད་འབྱོར་བ་འདི་མ་བྱས་ད། ཞེས་སོང་ང། དེ་འདྲ་ཡིན་ཙང་བླ་མའི་སློབ་མ་དེས་བླ་མའི་མདུན་དུ་རང་གི་སློབ་མར་སློབ་མར་མ་བྱས་སློབ་མར་མིན། སློབ་མའང་ཞེས་པའི་ཚིག་འདི་ཡང་སོ་སོ་རང་གི་སློབ་མ་དངོས་གནས་ཀྱི་ཡོད་རེད་བ། སོ་སོ་རང་གི་སློབ་མ་དངོས་གནས་ཀྱི་ཡོད་པ་ཡིན་ན་ཡང་སློབ་མ་དེ་གིས་རང་ལ་ཡང་ཆོས་བཤད་གསུང་གི་ཡོད་ན་ཡང། གལ་ཏེ་སོ་སོ་བླ་མ་དེ་ཡོད་ན་སོ་སོའི་སློབ་མ་ཡིན་ན་ཡང་དེ་ལ་ཡང་བླ་མ་ཡོད་སའི་མདུན་ལ་ཆོས་མ་ཤེས། འོ་ད་དེ་རེད། སློབ་མའང་བླ་མའི་མདུན་དུ་མིན་ཞེས་པ་དེ་བླ་མའི་མདུན་དུ་ཆོས་བཤད་པ་མིན། བསྙེན་བཀུར་དག་དང་སྡང་བ་དང་བླ་མ་ཡོད་ས་རང་ལ་སློབ་མའི་ངོས་ནས་སོ་སོ་ལ་བསྙེན་བཀུར་བྱེད་ཡག་དང། ཨ་ནི་སློབ་མའི་ངོས་ནས་ཨོ་ངས་བླ་མ་འདས་འདུག་ལ་ལམ་སང་ཡར་ལངས་ནས་གུས་ཞབས་བྱེད་ཡག་དང། ཕྱག་བྱས་བཅོལ་རོགས་དེ་འདྲས་བྱེད་ཡོང་ན། ད་སོ་སོ་བླ་མ་ཡོད་ས་ལ་དེ་འདྲས་སོ་སོའི་སློབ་མ་གིས་བྱེད་འདུག་ན་དེ་མ་བྱེད་ཨ་བྱས་ནས་ལྡོག་གོ་རེ་སོང་རེ་ཕྱག་སོགས་བྱས་པ་ལྡོག་པར་བྱ། ཨོ་དེ་རེད་ད་འདི་གིས་རང་གི་བླ་མ་ལ་ཞེ་དགུ་གཅིག་གིས་གུས་ཞབས་བྱས་པ་ཚོ་མགོ་བསྡུ་བ། ད་འདི་ནས་བཞི་པ་ནི་ཟེར་ཏེ་ལུས་ཀྱི་སྤྱོད་ལམ་ཆེས་གུས་པར་བྱེད་ཚུལ། སློབ་དཔོན་ལ་ནི་གང་འབུལ་དང་བླ་མས་ཀྱང་ནི་གང་བཙལ་བ། དེ་ལ་བཏུད་དེ་ལག་གཉིས་ཀྱིས་བློ་དང་ལྡན་པས་བླང་བར་བྱ། དཔེ་ཡག་པོ་འདུག་བ། སློབ་དཔོན་ལ་ནི་གང་འབུལ་དང་ཟུར་དུ་སོ་སོའི་ངོས་ནས་རང་གི་སློབ་དཔོན་རང་གི་བླ་མ་ལ་ཞྭ་ལ་དངུལ་ག་རེ་ཕུལ་གི་ཡིན་ན་ཡང་གུས་ཞབས་ཆེན་པོའི་ཐོག་ནས་གུས་བཏུད་དང་བཅས་ལག་པ་པའི་ཐལ་མོ་སྦྱར་ནས་ཡག་ཡག་པོ་བྱིན་ནོ་ཡང་ཕུལ་དགོས་རེད་ཟེར་ཏེ་སློབ་དཔོན་ལ་ནི་གང་འབུལ་དང་བྱས། བླ་མས་ཀྱང་ནི་གང་སྩལ་བ་སུ་དེ་ཡང་བླ་མོས་ངོས་ནས་སོ་སོ་ལ་མ་ཅིག་གནང་གི་འདུག་ན་གནང་བའི་སྐབས་ལ་ཡང་གུས་ཞབས་ཆེན་པོའི་ཐོག་ནས་ལག་པ་གཉིས་ཀྱིས་ཡག་པོ་བྱས་ནས་ཟས་དགོས་རེད་ཟེར་དེ་ལ

ད་འདི་གར་བྱིན་ལ་དགོས་ལབ་ན་ཞོར་ལ་དགོས་ཞར་བྱུང་ལ་དགོས་ཡ་དེ། ཡིན་རྒྱུ་སྐབས་འདིར། བླ་མ་གིས་སློབ་མ་ལ་ག་རེ་བྱེད་དགོས་ཡོད་མེད་གསུང་དགོས་བླ་མ་ལྔ་བཅུ་པ། དེ་གསུང་ཡ་དེ་གཙོ་བོ་བྱས། ཡིན་ན་ཡང་དེ་གི་ཞར་ལ་སློབ་མ་ནང་ཕན་ཚུན་ག་རེ་བྱེད་དགོས་རེད་བས་དེ་ཡང་གསུང་གི་ཡོད་ཙང་ཞར་བྱུང་ལ་རེད། གཙོ་བོ་དེ་བླ་མའི་སློབ་མ་ལ་བྱེད་སྟངས་དེ་བྱས། ག་ས། སློབ་དམན་གྱིས་བླ་མ་ལ་བསྟེན་ཚུལ་དེ་བྱས་ཡིན་ནའི་སྙམ་དུ་ཞོར་ལ་སློབ་མ་ནང་ཕན་ཚུན་ག་རེ་བྱེད་དགོས་རེད་བས་འདི་ཡང་ཤེས་ཀྱི་ཡིན་གསུང་ཡས་དེ་ལ་ཞར་བྱུང་གི་དོན་དང་འདི་ལ་ག་རེ་གསུང་འདུག་དྲན་པ་རྗེས་མས་གྱུར་པ་དང། སློབ་མ་ཟིན་ངེས་འདི་ག་འདྲས་བྱེད་དགོས་རེད་ལ་ན་སློབ་མ་སློབ་མ་སོགས་རང་རང་གི་བླ་མ་རྩ་ནས་ཁས་ལེན་པའི་དམ་ཚིག་འདི་གས་དེ་དགྲ་ནི་མ་བརྗེད་པ་དྲན་པས་ཀྱི་ཐོག་ནས་ཡང་ནས་ཡང་དུ་དྲན་ནས་མ་བརྗེད་པ་བྱེད་དགོས་རེད་དྲན་པ་བརྗེད་མེད་གྱུར་པ་དང་ཨང་ཀི་གཅིག་རེད། རང་གི་ཀུན་སྤྱོད་ལ་བརྩོན་པས་བཟོས་ཏེ་སོ་སོའི་ཀྱི་ངོས་ནས་ཉམས་ལེན་སྤྱོད་ལམ་ཀུན་སྤྱོད་ཉམས་ལེན་ཨ་ནི་ལ་བརྩོན་འགྲུས་བྱེད་དགོས་རེད་གསལ་ཏེ་གཉིས་ཆད་རང་གི་ཀུན་སྤྱོད་ལ་བརྩོན་པས། སྤུན་གྱིས་ཟེར་ཏེ་སྐབས་འདིར་སྤུན་ཟེར་དུ་བ་སྤུན་ཆེ་སྤུན་ཟེར་ཡ་དེ་སུ་རེད་ལ་ན་རང་གི་ཆོས་གྲོགས། ངག་ནས་བཤད་པ་ཡིན་ན་རྡོ་རྗེ་སྤུན་གྲོགས་ཟེར་གྱི་རེད། དེ་འབྲེལ་གྱི་རྡོ་རྗེ་སྤུན་གྲོགས་ཀྱིས་སྤུན་གྱིས་རང་ཆོས་ལས་འདས་པ་ཟེར་དུས་སོ་སོའི་ཆོས་གྲོགས་དང་རྡོ་རྗེ་སྤུན་གྲོགས་ཀྱིས་ཁོ་རང་གི་བྱེད་དགོས་བའི་ཆོས་ཀྱི་སྤྱོད་ལམ་ཡག་པོ་བྱས་ན་འགྲིག་གི་རེད། ཁོ་རང་གི་བྱེད་དགོས་བའི་ཆོས་ཀྱི་སྤྱོད་ལམ་ཡག་པོ་མ་བྱས་པ་བྱས་སྤྱོད་ལམ་དེ་ནས་འདས་པ་ཟེར་དུས་དགའ་ལོ། སྤྱོད་ལམ་འགལ་བདེ་བ། དེ་འདྲས་བྱེད་ཀྱི་འདུག་ན། སྤུན་གྱི་རང་སྤྱོད་ལ་དད་པ། ལས་དད་པ། སྤྱོད་པ་སྤྱོད་ལམ་འགལ་བ་བྱས་ན། དགའ་བས་ཕན་ཚུན་བཟློག་པར་བྱ། དཔེ་ཡག་པོ་འདུག་བ། ཕན་ཚུན་བཟློག་གཅིག་པོ་ལ་གི་མི་འདུག་བ། ཇི་ལྟར་ཁོང་ཁྲོ་དང་མ་དགའ་བ་དང་མཐོང་ཆུང་ཁྱད་གསོད་དེ་འདྲས་ཀྱི་ཐོག་ནས་ཁྱོད་འདི་མ་བྱས་འདི་མ་བྱས་སུ་ལབ་ཀྱི་ཡོད་མ་རེད། ལབ་དུས་ཙམ་པ་མཛའ་ཞིང་བརྩེ་བ། ཆོས་གྲོགས་ཀྱི་འདུ་ཤེས། བྱམས་བརྩེ། དགའ་བའི་ཐོག་ནས། ང་ཁྱེད་རང་ལ་པདྨ་སེ་དགའ་པོ་ཡོད། ད་ཁྱེད་རང་གིས་སྤྱོད་པ་འདི་འདྲའི་སྡུག་ཅག་འདི་འདྲ་བྱེད་ན་འགྲིག་གི་མ་རེད། མ་བྱེད་ཨ། ལ་ནི་སྡུག་ཅག་བྱེད་ཡ་དེ་དཀའ་ཧ་གོ་རེད་གསུངས་རེད། འོ་ད་དེ་ཞར་བྱུང། ད་དེ་ནས། གཉིས་པ་དེ་ཡི་མིག་གིས་གསལ་བ། ཡང་འདི་ཡང་ང་ཚོས་ཅིག་ཤེས་དགོས་རེད། མིག་གིས་སེལ་བ་ཟས་དེ་ག་རེ་སྤྱིར་བཏང་མིག་སེལ་སེ་ངེས་ཡོར་བ། སྤྱིར་བཏང་སྐད་ཆ་དེ་ཁ་ཚང་ཡ་ཕྱིན་ཚར་བ། ཁྱེད་རང་གིས་བླ་མ་ཙར་ལ་ཡ་ག་རེ་བྱེད་གོ་རེད་ལ་ན་མལ་བདེན་སྡུག་དང་སྔོན་འགྲོ་དང་གཙུག་ཏོར་དག་དང་བཅས་པ་དང་ཟེར་ནས་བླ་མ་གིས་ཙར་ལ་ཡ་ཨ་ནི་ཅིག་གིས་གདན་སྒང་ལ་བསྡད་དུས་ཡེ་ནས་བསྙད་ལ་བསྡད་ཡོད་མ་རེད་ཨ་ནི་བླ་མ་བཞུགས་བླ་མ་ཡ་བཞག་ཡོད་ན་སོ་སོ་ཡ་ལང་གོ་རེད་ཟེར་འདི་འདྲའི་གི་བསླབ་བྱ་མང་པོ་ཅིག་འདུག་ཨ་དེ་སྤྱིར་བཏང་བྱས། ད་དམིགས་བསལ་ཟེར་དུས་ཚང་མ་ག་རེ་ལབ་ན། གལ་ཏེ། མི་ནད་པ་ཆགས་ནས་ན་ཚ་ཤུགས་ཆེན་པོ་འདི་འདྲ་ཡོད་པ་ཡིན་ན། གོང་དུ་བཤད་པ་འདི་ཚོ་བྱེད་མ་ཐུབ་བ། ནོར་བ་འཁྲུག་འདི་འདྲ་བྱེད་མ་ཐུབ་བ་འདི་འདྲ་ཡོང་གི་རུ་བ། དཔེར་ཆ་བཤད་ན་ཆོས་ཞུ་དུས་ཙམ་པ་སྤྱི་དང་རྐང་པ་བརྐྱང་ཆོག་གི་མ་རུ་བ་བླ་མའི་མདུན་ལ། ཡིན་ན་ཡང་རྐང་པ་ན་ཡང་ཡིན་ན་གར་བྱེད་ཀྱི་རེད། ཟེར་བ་དང་དེ་འདྲའི་སྐབས་ལ་དམིགས་བསལ་དེ་འདྲ་ཡོད་རེད། ན་བའི་རྐྱེན་གྱིས་དམིགས་བསལ་བཏང་ཡོད་ཡོད་རེད་ཟེར་ཡ་འདི་ལྟ་བུས་གསུང་དགོས་རེད། གཉིས་པ་དེ་ཡི་དམིགས་ཀྱིས་བསལ་བ་ནི། ན་བའི་ཟེར་དེ་འདི་རེད། རྐྱེན། ན་ཚ་བྱུང་བའི་རྐྱེན་བྱས་ནས་ད་རྐྱེན་གྱིས་འདུག་བ། ན་བས། བླ་མའི་བྱ་བ་ལ་བཏུད་དེ་རྗེས་མ་གནང་བར་ཡང་བཀག་པ་རྣམས་ནས་སྤྱད་བྱས་ཀྱང་དགེ་སེམས་ཅན་ལ་སྡིག་མི་འགྱུར། དཔེ་མཚོན་བཞག་པ་ཡིན་ན། ཆོས་ཞུ་ས་ལ་ལས་སྔོན་ནས་བྱས་ན་རྐང་པ་བརྐྱང་ཆོག་མ་ད་རྐང་པ་ཡང་འདུལ་ནི་འདོད། ད་དབྱེ་ན་པི་མུ་ནེ་པ་ཆ་གས་མགོ་ཆ་རྐང་གཉིས་བཞི་བོ་ཅི་ཡོད་པ་ཡིན་ན། ཨ་ནུ་སོ་སོ་གི་ཡ་ལང་མ་ཐུག་ན་ཡང་སེམས་ཀྱི་ནང་ནས་བླ་མ་ལ་ཡ་དད་པ་ཡག་པོ་སྐྱེས། ང་བླ་མ་ལ་ཡ་དད་པ་ཡོད་གུས་ཞབས་ཡོད། ང་བས་རྐང་པ་བརྐྱང་ཡག་གི་འདོད་པ་མེད་ཡིན་ན་ན་ཚ་བཞི་བོ་ཅི་འདུག་དེ་འདྲ་ཡིན་པ་ཡིན་ཙང་དགོངས་དག་ཐུགས་དག་ཟིན་སེམས་ནས་ཞུས་དངོས་སུ་བླ་མ་ལ་བཞུགས་བ་དགོངས་དག་ཐུགས་དག་སེམས་ཀྱིས་ཞུས་ཨ་དེ་འདྲ་བྱས་ནས་རྐང་པ་བརྐྱངས་པ་ཡིན་པ་ཡིན་ན། འགྲིག་གི་ཡོད་རེད་ལབ་པ་རེད་དེ་དམིགས་བསལ་རེད་སྣང་བ་ཡོད་རེད་ལབ་པ་རེད་འོ་ད་དེ་གསུངས་ཡོད་རེད་དེ་རེད་ན་བས། བླ་མའི་བྱ་བ་ལ་ལྟོས་ཏེ་གུས་ཞབས་ཀྱི་ཐོག་ནས། རྗེས་མ་གནང་བ་ཡིན་བླ་མས་ཁྱོད་རང་རྐང་པ་བརྐྱངས་ཟེར་ནས་གནང་བ་མ་བཏང་ན་ཡང། བཀག་པ་རྣམས་ནས་བཟོས་ཏེ་རྐང་པ་བརྐྱངས་ཡ་དེ་ཆོས་ཞུ་དུས་རྐང་པ་བརྐྱངས་ཡ་དེ་བཀག་རུ་བ། ཆོས་ཞུ་དུས་ཙམ་མགོ་ལ་རས་གོན་ཡ་དེ་བཀག་རུ་བ་ཡིན་ན་ཉི་མ་ཤར་ན་རས་གོན་དགོས་རུ་བ་ད་བྱས་ཙང་བཀག་པ་རྣམས་ནི། བཅས་བྱས་ཀྱང་སོ་སོའི་གི་ལག་ལེན་བསྟར་བ་ཡིན་ན་ཡང། ཀུན་སློང་གི་ཐོག་ནས་དགེ་བའི་སེམས་ཡག་པོ་ཅིག་ཡོད་པ་ཡིན་ན་དེ་ལ་སྡིག་པ་དང་ཉེས་པ་སྐྱོན་ཡོད་མར་བལྟ་སོང་དགེ་སེམས་ཅན་ལ་སྡིག་མི་འགྱུར་སོང་ད། ཨོ་ཡ། ད་འདི་རྣམས་ལ་ཁྱེད་རང་ཚོ་དོ་སྣང་སྤྲད་དགོས་ཨེ་དེ། དགེ་སེམས་ཅན་ལ་སྡིག་མི་འགྱུར་ཟེར་རེ་བཏགས་སྐྱོན་དེ་སོ་སོ་ལ་ཡང་ཉམས་ལེན་བྱེད་དུས་ཕན་ཐོགས་ཆེན་པོ་ཡོད་ཅིག་བྱས། དཔེ་ཆ་འགའ་ཤས་ནང་ལ་སྙིང་རྩེར་བཅས་ན་མི་དགྱེས་མེད། སྙིང་རྗེ་གི་ཀུན་ནས་བསླངས་ཏེ་བྱ་བ་འདི་བྱས་ཡོད་པ་ཡིན་ན། དེ་ལ་མི་དགྱེས་བ་ཡོང་གི་མ་རེད་གསུངས་རེད་དེ་ཚོ་གཅིག་པ་རེད། དགེ་སེམས་ཅན་ལ་སྡིག་མི་འགྱུར། སྙིང་རྗེར་སྤྱད་ན་མི་དགྱེས་མེད། དེ་གཉིས་གཅིག་པ་རེད། ད་བདུད་ཀྱི་ག་རེ་བསྟེན་དགོས་རེད་ལ་ན་སངས་རྒྱས་ཀྱི་ཆོས་ཟད་བདེ་ཀྱི་རྩ་བ་དེ་དགེ་སྡིག་ག་བ་ལ་འགྲོ་དང་མ་འགྲོ་བྱ་བ་དགེ་སྡིག་ག་བ་འགྲོ་མེད་དེ་ཀུན་སློང་ལ་རག་ལས་ཀྱི་ཡོད་རེད། དེ་འདྲ་ཡིན་ཙང་ད་ལྟ་དེ་ལ་དགེ་སེམས་ཅན་ལ་ཟོས་དུས་ཀུན་སློང་དགེ་བའི་སེམས་དང་ལྡན་པ་ཅིག་ཡིན་པ་ཡིན་ན། ཀྱི་སེམས་ཀྱི་ཀུན་ནས་བསླངས་ཏེ་ཨ་ནི་ཁྱེད་རང་གི་རྐང་པ་བརྐྱངས་པ་དང་དེ་འདྲའི་ཆོས་ཞུས་ཏེ་རྐང་པ་བརྐྱངས་པ་འདི་འདྲའི་ཅིག་བྱེད་དགོས་བྱུང་ན་ཡང་སྡིག་པ་ཡོད་མ་རེད་ཟེར་གསུངས་དུས་ཀུན་སློང་གི་ཐོག་ནས་རྒྱལ་བ་ཏག་ཏག་འགྲོ་བསྡད་ཡོད་རེད་བ། ཀུན་སློང་གི་ཐོག་ནས་ནོར་མེད་ཙང་སྡིག་པ་ཡོང་ཡ་ཡོད་མ་རེད་ཡིད་བདེ་ཟེར་ངེས་དེ་གཙོ་བོ་ཀུན་སློང་ལ་ལྟོས་དགོས་རེད་བ། ཁྱེད་རང་གི་སེམས་ཀྱི་ཀུན་སློང་ཡོད་ཙང་སྡིག་པ་ཡོང་ཡ་ཡོད་མ་རེད་དེ་གསུངས་རེད། བྱས་ཙང་ད་འོ་འདི་བསམ་བློ་བཏང་ནས་ང་རང་ཚོས་རྒྱུན་དུ་ཀུན་སློང་གལ་ཆེན་པོ་ཞེ་དགུ་ཅིག་བརྩི་དགོས་རེད། སེམས་བཟུང་བརྟུལ་ཞུགས་མ་ཐོབ་པ་བརྟུལ་ཞུགས་མང་པོས་ཅི་ཞིག་བྱ་གསུང་བ་ན་ཞེས་སེམས་འདི་གཙང་མ་བཟོ་བས་ཏེ་གལ་ཆེ་ཤོས་ཅི། འོ་ད་དེ་ཡིན། ད་དེ་ནས་འདི་ཡན་ཆད་ཀྱི་བླ་མ་ལྔ་བཅུ་བའི་སྐབས་ལ་སློབ་མའི་བླ་མ་བསྟེན་ཚུལ་རྒྱས་ཤིང་རྒྱས་པ་ཤེས་ཚར། ད་རྒྱས་ཤིང་རྒྱས་པ་ཤེས་ཚར་བ་དེ་མཐའ་མ་དོན་བསྡུ་བ་གཅིག་ཤེས་དགོས་པ་ཡིན་ཙང་ད་དེ་ལ། གསུམ་པ་བསྟན་ཚུལ་གྱི་དོན་བསྡུ་བ་ནི། འདིར་མང་སྨོས་པ་ཅི་ཞིག་གོ། བླ་མ་རྒྱལ་བྱེད་གང་ཡིན་ཆ་མི་ཉན་བྱེད་རྒྱུན་སྤང་བ་ནི། དེ་དང་དེ་ལ་འབད་དེ་བྱ། དངོས་གྲུབ་སློབ་དཔོན་རྗེས་འབྲང་ཞེས་རྡོ་རྗེ་འཛིན་པ་ཉིད་གསུང་བ་ཤེས་ནས་དངོས་པོ་ཐམས་ཅད་ཀྱི་བླ་མ་ཡོངས་སུ་མཉེས་པར་བྱ། ད་དེ་རེད་ད་དེ་བློ་འཛིན་གནང་ན་ཡག་པོ་འདུག་བ། གཏམ་མང་པོ་མང་པོ་ལབ་དགོས་ཡ་མི་འདུག་འདིར་བཟོད་དུས་བཤེས་གཉེན་བསྟེན་ཚུལ་ག་ས། བླ་མ་ལྔ་བཅུ་པའི་སྐབས་འདིར། ཡང་ན། བླ་མ་བསྟེན་ཚུལ་སྐབས་འདིར། མང་པོ་མང་པོ་ལབ་དགོས་མི་འདུག། མདོར་བསྡུས་ན་གནད་འགག་ཚོ་བསྡུས་ནས་སྐད་ཆ་བཤད་ན། བླ་མ་རྒྱལ་བྱེད་གང་ཡིན་བྱ། རྒྱལ་བཟོད་དུས་ཐུགས་མཉེས་པོར་བ། བླ་མ་དགའ་བོ་ཡོང་ཡ་གྱི་བྱ་བ་དེ་གང་ཡིན་པ་དེ་བྱེད་ཤོག་འདི་བླང་བྱ་ཡིན་བསྒྲུབ་བྱ་ཡིན། སྤང་བྱ་དེ་ག་རེ་ཡིན་ལགས་ན་མི་མཉེས་བྱེད་རྒྱུན་སྤངས། བླ་མ་ཐུགས་མ་མཉེས་པ་ཡོང་ཡང་གི། ཨ་ནི་བྱ་བ་དེ་ཚོ་ཚང་མ་སྤང་བྱ་ཡིན་དེ་སྤང་ཞོགས། དེ་དང་དེ་ལ་འབད་དེ་བྱ་བཟོད་དུས་དེ་དང་དེ་ལ་བཟོད་དུས། བླང་དགོས་ཡ་དེ་ཚོ་བླང། སྤང་དགོས་ཡ་དེ་ཚོ་སྤང། དེ་འདྲས་ཀྱི་ཐོག་ལ་འབད་བརྩོན་བྱེད་ཞོགས། དེ་དང་དེ་ལ་འབད་དེ་བྱ། ག་རེ་བྱས་ནས་དེ་འདྲས་བྱེད་དགོས་རེད་ལགས་ན། ཨ་ནི་རང་ལ་དངོས་གྲུབ་དགུག་བསྡུ་བ། མཆོག་དང་ཐུན་མོང་གི་དངོས་གྲུབ་ཚང་མ་སློབ་དཔོནའམ་བླ་མའི་རྗེས་སུ་འབྲངས་ནས་དབྱུང་དགོས་ཡ་རེད། དངོས་གྲུབ་སློབ་དཔོན་རྗེས་འབྲངས་བཞེད། འདི་རྒྱལ་བ་རྡོ་རྗེ་འཆང་གསུངས་རེད་ད། བྱས་ནས་རྡོ་རྗེ་འཛིན་པ་ཉིད་གསུང་བ། བཤད་ནས་སུ་དེ་འདྲས་རྡོ་རྗེ་འཆང་རང་གིས་གསུངས་པ་དེ་བཤད་ནས། དངོས་པོ་ཐམས་ཅད་ཀྱི་ད་རང་ལ་ཡ་ཟས་གོས་གནས་མལ་ལོངས་སྤྱོད་བྱ་བ་བཟང་པོ་ག་རེ་ཡོད་ནས་དེ་ཐམས་ཅད་ཀྱི་ཐོག་ནས་བླ་མ་ཡོངས་སུ་མཉེས་པར་བྱ། ཕྱོགས་ཐམས་ཅད་ནས་བླ་མ་མཉེས་པར་ཅིག་བྱེད་ཤོག། སྙིང་པོ་བདུན་ནི་འདི་ཡིན་སོགས། ད་བླ་མ་བསྟེན་ཚུལ་དེ་འདྲའི་ཡིན་ན་བླ་མ་བསྟེན་ཚུལ་འདི་མི་གཅིག་ལ་ཤེས་དགོས་རོགས་སློབ་མ་འདྲ་བོ་གཅིག་ལ་ཤེས་དགོས་རོགས་དེ་ཤེས་ཡག་གི་དུས་ཚོད་དེ་ག་དུས་ཤེས་དགོས་རོགས་བས་ཟེར་དེ་ལ། གཉིས་པ་བསྟེན་ཚུལ་ཤེས་པའི་དུས་ནི། བསམ་པ་དག་པའི་སློབ་མ་ནི་ཞེས་པའི་བསམ་པ་དག་པ་དེ་བྱང་ཆུབ་ཀྱི་སེམས་སྨོན་སེམས་འཇུག་སེམས་ཀྱི་བྱང་ཆུབ་ཀྱི་སེམས་དང་ལྡན་པའི་སློབ་མ་ཡིན་པ། ཀུན་སྦྱོར་གསུམ་ལ་སྐྱབས་སོང་བ་ཟོས་དུས་ཙམ་པ་སྐྱབས་འགྲོ་རྒྱུད་ལ་ལྡན་པ་ཡིན་པ་ད་དོན་དག་མདོར་བསྡུ་ན་བསམ་པ་དག་པའི་སློབ་མ་ཞེས་པའི་ཐེག་པ་ཆེན་པོ་ཡིན་མཁན། ཀུན་སྦྱོར་གསུམ་ལ་སྐྱབས་སུ་འགྲོ་བ་ཞེས་པའི་ནང་པ་སངས་རྒྱས་པ་ཡིན་མཁན། སྐྱབས་འགྲོ་རྒྱུན་ལྡན་གྱི་དོན་ཡིན་མཁན་དེ་འདྲས་ཀྱི་ཁྱད་ཆོས་གཉིས་ལྡན། དེ་འདྲས་ཀྱི་ཁྱད་ཆོས་གཉིས་དང་ལྡན་པའི་གང་ཟག་དེ་ལ། བླ་མས་རྗེས་སུ་འཇུག་པ་འདི་ཟོས་དུས་བླ་མ་བསྟེན་ཚུལ་གྱི་ཉམས་ལེན་འདིས།

གཅིག་གིས་བླ་མ་བསྟེན་ཚུལ་ཡག་པོ་ཆགས་ཡོང་དུས་ཨ་ནི་གཞི་ནས་གསང་སྔགས་ཀྱི་ཆོས་སྤྲེའུ་གསང་སྔགས་ཀྱི་ཆོས་ད་ལྟ་ག་འདར་དབང་ལུང་ཁྲིད་གསུམ་དེ་ཚོ་མ་དག་ན་གོ་རེ་གསུང་ཡང་དེ་དེ་ནས་སུ་ག་དེ་རེ་བཤེས་གཉེན་བསྟེན་ཚུལ་ཨ་ནི་བླ་མ་ལྔ་བཅུ་བ་ཁྲིད་ཚར་ནས་ཨ་ནི་སྔགས་སོགས་སྦྱིན་པ་ཟེར་ཡ་གི་ཨོ་ད་ག་འདར་སྔགས་དང་འབྲེལ་བའི། དབང་ལུང་ཁྲིད་གསུམ་སྦྱིན་པ་ཡིས། དམ་ཆོས་སྣོད་དུ་བྱས་ནས་སུ། གསོལ་བའི་གསང་སྔགས་ཀྱི་དམ་པའི་ཆོས་ཀྱི་སྣོད་རུང་དུ་བྱས་ནས་སུ། ཨ་ནི། དམ་ཚིག་མ་སྤྲད་བསྒོ་བ་ཡིན། གར་ས་ཏེ། ཨ་ནི་རིག་སྔགས་སྤྱི་ཡི་དམ་ཚིག་རིག་སྔགས་སོ་སོའི་དམ་ཚིག་མ་བྱས་ནས། རྩ་ལྟུང་བཅུ་བཞི་སྟེ་དང་པོ། ཡག་པོ་སྲུང་སྐྱོབ་བྱས་ནས་ཉམས་ལེན་བྱེད་རུ་བཅུག་རྩ་ལྟུང་བཅུ་བཞི་སྤང་ཡ་སྟེ། རྩ་བའི་ལྟུང་བ་བཅུ་བཞི་ནི། ལོག་ལྟ་འང་ཚུལ་འདི་བཟང་བ་ཐོས་བསམ་བྱས། འཛིན་པ་ཉིད་དུ་བྱ་བར་ཚུལ་ཚུལ་ཁྲིམས་འདི་ཡག་པོ་བསྲུང་བཅུ་རུ་བྱས་གསུངས། ལ་བརྟེན་ནས་རྩ་བའི་ས་བཅུ་གསུམ་པ་ཞེས་པ་མཐར་ཕྱིན་པའི་བྱ་བ་ནི། དེ་ལྟར་བླ་མའི་རྗེས་འཇུག་སློབ་མ་ནི། མ་ལུས་ཕན་བསྐྱེད་སྐྱོན་མེད་འདི་བྱས་པས། ད་བླ་མའི་རྗེས་འཇུག་སློབ་མ་གཅིག་གི་ངོས་ནས་བླ་མ་བསྟེན་ཚུལ་ག་འདྲི་བྱེད་དགོས་ཡོད་མེད་དེ་ངས་བཤད་ཡོང་དུས། གནས་སྐབས་ལ་ཐབས་སྡུག་ལ་ཕན་ཐོགས་ཆེན་པོ་ཞུ་བོ་ཅིག་བྱུང་ཡོད་རེད། དེ་ཡིན་ཙང་ང་གིས་དགེ་བ་སྟེ་བསགས་ཡོད་རེད་ད་དགེ་བ་བསགས་རྒྱུ་དེ་ག་རེ་བྱེད་ཀྱིན་ཡིན་ལགས་ན། མ་ལུས་ཕན་སྐྱེད་སྐྱོན་མེད་འདི་བྱས་པས་དགེ་བ་མཐའ་ཡས། བདག་གིས་བཟོས་དུས་བདག་དེ་སུ་རེད་ལགས་ན་སློབ་དཔོན་འབའ་བི་ལགས། རྒྱ་གར་སྐད་ལ། བོད་སྐད་ལ་ག་རེ་ལགས་རེད་ཟེར་ན་སློབ་དཔོན་རྟ་དབྱངས། འོ་ད་སློབ་དཔོན་འབའ་འབི་ལའང་རྟ་དབྱངས་བདག་གིས་གང་བསོད་ནམས་བསགས་པ་དེས་ནི། འགྲོ་བ་རྣམས་མྱུར་དུ་རྒྱལ་གྱུར་ཅིག། མྱུར་བ་མྱུར་དུ་སངས་རྒྱས་ཀྱི་གོ་འཕང་རྒྱལ་བ་སངས་རྒྱས་ཀྱི་གོ་འཕང་ཐོབ་པར་གྱུར་ཅིག། བླ་མ་ལྔ་མཆོད་པ་སློབ་དཔོན་ཆེན་པོ་རྟ་དབྱངས་ཀྱི་མཛད་པ་རྫོགས་སོ། འདི་ཡང་རིས་མེད་ཆོས་མང་བ་ཁུལ་གྱིས་ཤོ་ལོ་སང་ཟླ་བ་ནས་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་བླ་མ་ལྔ་བཅུ་བའི་ས་བཅད་དང་གཞུང་གཉིས་ཤན་སྦྱར་བགྱིས་ཏེ་སེར་སྐྱ་མི་མང་ལ་ལུང་ཁྲིད་བྱས་པ་དགེ་ལེགས་སུ་གྱུར་ཅིག་གསར་བ་མང་གི་ལམ་སྟེ།